སློབ་གཉེར་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་དེ་རིང་སློབ་ཚན་འདི་དབུ་འཛུགས་མ་ཞུས་པའི་སྔོན་ལ་ཁ་སང་ང་ཚོ། ལེའུ་ལྔ་པ། ལེའུ་ལྔ་པ། ང་ཚོ་ལེའུ་ལྔ་པ་ག་རེ་ཟེར་ན་བཙན་འཛུལ་ཟེར་ཕྱིན་ཡོད་རེད། ད་ངས་ཁ་སང་ག་རེ་ཞུས་ཟེར་ན་ཁྱེད་རང་ངས་ཁྱེད་རང་ཚོ་ངེས་པར་དུ་ཀློག་དེབ་ཡོད་པ་བྱས་ནས་ཀློག་དེབ་ཀློག་རོགས་གནང་ཞུས་ཡོད། ག་རེ་ཡིན་ཟེར་ལབ་ན།

འདི་ན་ལ་བཙན་འཛུལ་ཟེར་ཕྱིན་པ་རེད་དེ་ཚོའི་ནང་ངེད་ཀྱི་མདོར་བསྡུས་བྱིན་བརླབས་ཡོད་རེད་ཁྱེད་རང་ཚོ་ངེས་པར་དུ་ཀློག་དེབ་ཀློག་རོགས་གནང་ཞུ་ཡིན། ཁ་སང་ངས་དྲི་བ་བཏང་དུས་དཀའ་རོགས་དཀའ་བས་ཁ་ཤས་ཀྱིས་ཀློག་དེབ་བཏགས་ཡོད་པའི་བཟོ་འདྲ་ཞིག་འདུག་ཡག་པོ་རེད་ཁ་ཤས་ནི་ཀློག་དེབ་ཡོད་ས་མ་རེད་ཀློག་དེབ་མེད་པ་ཡིན་ན་ཀློག་དེབ་ཡོད་པར་བྱས་ནས་གང་ཆེ་ཀློག་དེབ་ཐབས་ཤེས་བྱས་ནས་ཀློག་དེབ་ཀློག་རོགས་གནང་ཞུ་ཡིན་ད་སླད་མང་པོ་ཡང་ང་ཚོ་མཉམ་དུ་འཛོམས་ཡ་རགས་སོང་ན་དེ་ནས་ང་ཚོ་རེ་རེ་བྱས་ནས་དུས་ཚོད་རགས་སོང་ན་ཚིག་རེ་རེ་བྱས་ནས་འགྲེལ་བཤད་རྒྱག་དགོས་ན་ངས་རྒྱག་གི་རེད་ད་ད་ལྟ་ཁར་སོང་ན་ཀློག་དེབ་བྱིན་གློག་རྡེག་ཞིག་བཟུང་བྱས་ནས་ཕྱིན་པ་ཡིན་ན་མཆན་སུ་གློག་རྡེག་ཡོད་མེད་ཅེས་ཧ་གོ་གི་མི་འདུག་དང་པོ་ལ། གཉིས་པ་དུ་གློག་རྡེག་ཡོད་པ་ཡིན་ན་ཡང་འཛིན་གྲྭའི་ནང་ལ་ཡོད་པ་ཡིན་ན་གློག་རྡེག་ལྟ་གི་ཡོད་མེད་སྟངས་འཛིན་བྱེད་ཡ་ཡོད་རེད་དེ་ནང་འདི་ན་སྟངས་འཛིན་བྱེད་མཁན་མི་འདུག་བྱས་ཙང་ངའི་མདོར་བསྡུས་འགྲོ་བའི་རྒྱུ་མཚན་དེ་རེད། བྱས་ཙང་ད་དེ་རིང་ང་ཚོ་གར་འགྲོ་ཟེར་ལབ་པ་ཡིན་ན། མཛད་ནོར་ལེའུ་དྲུག་པ། རྒྱ་མི་གུང་ཁྲན་ནང་ཟེར་དེ་སྐྱབས་མགོན་རིན་པོ་ཆེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉེ་བར་ཆད་ཨ། སྐྱབས་མགོན་རིན་པོ་ཆེ་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཞི་ལ་རྒྱ་ནག་ཕེབས་པ་རེད། དགོངས་དག། རྒྱ་ནག་ལ་ཕེབས་པ་དང་ཆབས་ཅིག་ཏུ་བྱས་ཙང་འདི་རྣམས་ལ་རྒྱ་མི་གུང་ཁྲན་ནང་གསལ་བའི་སྐབས་ལ་ཀྱང་རིན་པོ་ཆེ་ལོ་གཅིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལ་རྒྱ་ནག་ལ་ཕེབས་ནས་ལོ་གཅིག་རིང་རྒྱ་ནག་ལ་བཞུགས་ཡོད་རེད་དེ་འདྲའི་རྒྱ་མི་གུང་ཁྲན་ནང་གསལ་ན་རྒྱ་ནག་གུང་ཁྲན་ནང་ལ་ཀྱང་རིན་པོ་བཞུགས་པའི་རིང་ལ་ག་རེ་ག་རེ་གནང་འདུག་ག་རེ་ག་རེ་གནས་ཚུལ་ག་བྱུང་གང་བྱུང་ཡོད་པ་དེ་མཛད་ན་ལུས་དྲུག་པའི་ནང་ལ་ཤེས་ཀྱི་ཡོད་རེད་ཧ་གོ་སོང་རྒྱ་མི་གུང་ཁྲན་ནང་གསལ་དེ་ཀྱང་རིན་པོ་ཆེའི་ཕྱི་ལོ་བཅུ་སྟོང་དགུ་བརྒྱ་ལྔ་བཅུ་ལྔ། ལྔ་བཅུ་ང་བཞི་ལོ་ལ་རྒྱ་ནག་ལ་ཕེབས། རྒྱ་ནག་ལ་ཕེབས་ནས་ལོ་གཅིག་རིང་རྒྱ་ནག་ལ་ཞུགས། རྒྱ་ནག་ཞུགས་ནས་མའོ་ཙེ་ཏུང་དང་མཇལ་འཕྲད་བྱས་པ་ལ་སོགས་རྒྱ་ནག་གི་དཔོན་རིགས་མང་པོ་ཅིག་དང་འབྲེལ་བཅད་བྱས་ཡོད་རེད། དེའི་ནང་ལ་སྐྱག་མགོ་རིན་པོ་ཆེ་གནས་ཚུལ་གང་གཟིགས་པ་གང་བྱུང་བ་ཐམས་ཅད་ལེའུ་འདིའི་ནང་ལ་བཤད་ཀྱི་ཡོད་པ་དེ་ནི་རྒྱ་མི་གུང་ཁྲན་ནང་སླེ་བར་ཁ་སང་རྒྱ་མི་གུང་ཁྲན་ནང་ལ་རྒྱ་ནག་ལ་སྐྱག་མགོ་རིན་པོ་ཆེ་རྒྱ་ནག་པེ་ཅིང་ལ་ཕེབས་པ་ལ་བརྟེན་ནས་བྱས་ཙང་འདིའི་ནང་ལ་ལེའུ་དེ་གི་མཚན་ལ་རྒྱ་མི་གུང་ཁྲན་ནང་སླེ་བ་རེད་ད་ང་ཚོ་སློབ་གྲྭའི་འགོ་བཙུགས་ཡིན་ད་ད་ག་རེ་ཡོད་སླེ་བ་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་དང་པོ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་རྒྱ་ནག་གི་རྩ་ཁྲིམས་གཏན་འབེབས་བྱ་རྒྱུའི་ཚོགས་འདུར ྋགོང་ས་མཆོགགོང་ས་མཆོག་ཕེབས་དགོས་པར ྋགོང་ས་མཆོག་ཕེབས་དགོས་པར་བརྗོད་པ་ལྟརྋགོང་ས་ཕེབས་དགོས་བརྗོད་པ་ལྟར ྋསྐུ་འཁོར་འཐུས་མི་བཅུ་དང་བཅས་རྒྱ་ནག་ཏུ་ཕེབས། ད་གསལ་པོ་འདུག་ཨ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་ལ་རྒྱ་ནག་གི་རྩ་ཁྲིམས། རྩ་ཁྲིམས་གསར་འགོད་རོགས Constitution Set རེ་བ་འོག་རྒྱ་ནག་གི་རྩ་ཁྲིམས་གཏན་འབེབས་བྱས་ཡིན། རྒྱུ་མཚན་དེ་ལས་དེ་ནས་སྐྱབས་མགོན་རིན་པོ་ཆེ་ཁྱེད་རང་མཉམ་འདུག་ལ་ཐུགས་མི་གཅུས་བྱས་ནས་རྒྱ་ནག་ལ་ཕེབས་རོགས་གནང་སྐྱབས་མགོན་རིན་པོ་ཆེ་མགྲོན་བདག་ཕུལ་རེད་ག་རེ་བྱས་མགྲོན་བདག་ཕུལ་རེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་སྐྱབས་མགོན་རིན་པོ་ཆེ་ལ་རྒྱ་ནག་གི་མགྲོན་བདག་ཕུལ་ཡ་དེ་ཕེབས་རོགས་ལབ་ཡ་དེ་ག་རེ་བྱས་ལབ་ས་ཡིན་ང་ཚོ་རྒྱ་ནག་གི་རྩ་ཁྲིམས་གཏན་འབེབས་བྱས་ཡིན། རྩ་ཁྲིམས་གཏན་འབེབས་བྱས་ཀྱི་ཚོགས་འདུ་རྒྱ་ཆེན་པོ་ཅིག་ཚོགས་ཡ་ཡིན། རྩ་ཁྲིམས་གཏན་འབེབས་བྱེད་ཡག་གི་ཆེད་དུ་ཚོགས་འདུ་རྒྱ་ཆེན་པོ་ཞིག་ཚོགས་ཀྱི་ཡིན། ཚོགས་འདུ་དེའི་ནང་ལ་སྐྱབས་མགོན་རིན་པོ་ཆེ་ཁྱེད་རང་གི་མཉམ་འདུག་ལ་འཐུས་མི་བཅུ་དང་བཅས་པ། བཅུ་འཐུས་མི་དང་བཅུ་དང་བཅས་པ་རྒྱ་ནག་པེ་ཅིང་དུ་ཕེབས་རོགས་གནང་ཟེར་ལབ་པ་རེད། དེ་ལ་སྐྱབས་མགོན་རིན་པོ་ཆེ་ཞལ་བཞེས་གནང་ཡོད་རེད། སྐབས་དེ་དུས་སྒང་ལ་ཁྱེད་རང་བསྡད་ཡོད་རེད་ཤོག་གྲངས་བརྒྱ་དང་བདུན་ཅུ་དོན་གཉིས་ལ་དུམ་ཚང་དང་པོ་གནང་ཡོད་རེད། སྐབས་དེ་དུས་སྒང་ལ་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་ཕེབས་ཡག། ལ་དཔེ་མི་སྲིད་ཐུགས་མཉེས་པོ་ཡོད་ཡིན་ན་ཡང་བོད་ང་ཚོ་བོད་མི་ཚང་མ་གིས་སྐྱབས་མགོན་པོ་རྒྱ་ནག་ལ་ཁྱོན་ནས་ཕེབས་དོན་ག་ས་མ་ཕེབས་རོགས་གནང་མ་ཕེབས་རོགས་བྱེད་གནང་བསམ་གྱི་ཡོད་རེད་ག་ས་ནས་ཁོང་ཁྲོ་ག་རེ་དོགས་པ་ཟ་ཟུ་ལ་ཡོད་ན་སྐྱབས་མགོན་རིན་པོ་ཆེ་ག་ས་རྒྱ་ནག་ལ་ཕེབས་པ་ཡིན་ན་ཡང་བསྐྱར་བོད་ལ་ཕེབས་ཐུབ་ཡོང་མི་ཐུབ་ཕེབས་ཐུབ་ཡོང་གནང་མི་ཡོང་གནང་བསམ་འབེབས་ཀྱི་དོགས་པ་ཡོད་རེད་བ། ཡིན་ན་སྐྱབས་མགོན་རིན་པོ་ཆེ་ཐམས་ཅད་མཁྱེན་པ་རེད་མཁྱེན་གྱི་ཡོད་རེད་ལོ་གཅིག་གི་རྗེས་ལ་ཡང་རྒྱ་ནག་གི་རྒྱ་ནག་ལ་ལོ་གཅིག་ཕེབས་ན་ཡང་བསྐྱར་བོད་ལ་ཕེབས་ཐུབ་ཀྱི་ཡོད་ཕེབས་ཐུབ་ཡ་ཡིན་པ་སྐྱབས་མགོན་ཆེ་མཁྱེན་གྱི་ཡོད་རེད་བ། ང་ཚོ་སངས་རྒྱས་ལ་དུས་གསུམ་མཁྱེན་པ་གཟིགས་མདོག་མ་འོངས་པ་ད་ལྟ་བ་འདས་པའི་གནས་ཚུལ་མཁྱེན་གྱི་ཡོད་རེད་རྒྱུ་མཚན་དེ་ལས་དེ་ནས་སྐྱབས་མགོན་རིན་པོ་ཆེ་རྒྱ་ནག་གི་འགྲོ་ཕྱོགས་ཕུལ་བ་ནང་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི

འཛོམས་སྐབས་ཁོང་ཚོས་སྐྱོ་བའི་རྣམ་འགྱུར་གསལ་པོ་སྟོན་སྟབས་སི་ཁྲོན་གྱི་ཆིན་ཕྱི་རྒྱལ་དུ་ཐོན་ཕྱོགས་སྟོན་ཐོག་མའི་སྐབས་དེར་དགའ་སྐྱིད་ཀྱི་དུས་དགའ་སྐྱིད་དུ་བལྟ་བའི་དགའ་སྐྱིད་དུ་བལྟ་བའི་དུས་གོ་ཁ་མ་བྱུང་ཟེར། སྐྱབས་མགོན་རིན་པོ་ཆེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་མ་ཐོན་ཁར་ཁ་སང་རྒྱ་ནག་ལ་མ་ཕེབས་པའི་སྔོན་ལ་ལྷས་སྲས་ཀྱི་སྐྱིད་ཆུང་དང་མཛད་སྒོ་ཆེ་ཆོས་ཀྱི་མཛད་ཆོས་ཕྱོགས་ཀྱི་མཛད་སྒོ་ཅིག་ཚོགས་སྐབས་དེ་དུས་སྒང་ལ་མི་མང་ཚོས་ཀྱིས་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་ཕེབས་ཡ་ཡིན་པ་དེ་མཁྱེན་གྱི་ཡོད་པས། ཤེས་ཀྱི་ཡོད་པ་དེ་ནི་མི་མང་ཚོས་ཀྱི་གདོང་དཔེ་གནམ་གྱི་དཔེ་མི་སྲིད་ཀྱི་སྐྱོ་བོ་བསྟན་གྱི་འདུག་ས་ལ་ཡིན་ན་སྐྱབས་མགོན་རིན་པོ་ཆེ་གྱི་ཞལ་ཤེས་གར་ནང་ཡོད་རེད་སྒང་དེ་ལ་ཡོད་རེད་དེ་དང་སྒང་དེར་དུས་མཚམས་མདུན་ན་བརྒྱ་དང་བདུན་བདུན་གཉིས་ཀྱི་དུས་དང། ནོར་ལུང་དུ་ཆོས་ཕྱོགས་ཀྱི་མཛད་སྒོ་མི་འབོར་འཛོམས་པའི་འཛོམས་པའི་སྐབས་ཤིག་ལ། སྐབས་ཤིག་ཏུ་ཕྲན་ནས་ལོ་གཅིག་ནང་ཕྱིར་ལོག་བྱ་རྒྱུའི་ཁས་ལེན་བྱས་པའི་འདུག་ལོ་གཅིག་གི་ནང་ངས་ལོག་ཡོང་དགོས་སྐྱབས་མགོན་རིན་པོ་ཆེ་ཞལ་ཤེས་གནང་བ་ཡིན། འོ་དེ་ད་ནང་ང་ཚོ་དོན་ཚན་དང་པོ་དེ། འདི་འདུ་བ་ད་ལྟ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་རྒྱ་ནག་གི་རྩ་ཁྲིམས་གཏན་འབེབས་བྱེད་རྒྱུའི་ཚོགས་འདུར ྋགོང་ས་མཆོག་ཕེབས་དགོས་པ་འཇོག་པར་ལྟར་ཞུས་པ་ལྟར་བརྗོད་པ་ནང་བཞིན་སྐུ་འཁོར་འཐུས་མི་བཅུ་དང་བཅས་པ་རྒྱ་ནག་ཏུ་ཕེབས་སོ་དེ་དང་པོ་དེ་ཕེབས་པ་རེད་ད་དེ་བཞུགས་དེ་ལ་ཁར་སི་ལན་སྡེའི་ཤོག་གྲངས་བདུན་ཅུ་དོན་གཉིས་ནི་བརྒྱ་དང་བདུན་ཅུ་དོན་གཉིས་ནི་དོན་གསུམ་དོན་བཞི་དོན་བརྒྱ་སྔོན་རོལ་ཕེབས་སྐྱབས་མགོན་པོ་ག་འདྲས་ཕེབས་པ་ཕེབས་ལམ་ལ་ག་འདྲས་ཕེབས་པ་ཐམས་ཅད་གསལ་པོ་ཡོད་རེད་བྱས་ཙང་གཏམ་རྗོད་སྟངས་སྐྱབས་མགོན་པོ་ཐམས་ཅད་མཁྱེན་པ་ཡིན་འདི་ལ་ཧ་གོ་ཡ་ཡོད་རེད། དཔེར་ན་ང་ཚོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་དུད་འགྲོ་བའི་ཉི་མ་རེ་རེ་གིས་ང་ཚོ་ད་ལྟ་ཉིན་ཐོ་བཀོད་པ་ནང་བཞིན་ཉི་མ་རེ་རེ་གིས་ས་ཆེན་འགྲོ་ས་ནས་ཆེན་ལ་བོད་ཀྱི་རྒྱལ་ས་ལྷས་ས་ནས་ཕེབས་ནས་རྒྱ་ནག་དམར་ཕེབས་བར་དུ་མོ་བྲག་ནང་ལ་ཕེབས་སྟངས་དང་དཀའ་ངལ་འཕྲད་སྟངས་དང་ལམ་ཁ་ལ་སྐུ་ངལ་ག་རེ་ག་རེ་འཕྲད་ཡོད་མེད་ཆ་ཚང་འདིའི་ནང་ལ་དཔེ་མི་སྲིད་ཀྱི་རེ་རེ་རེ་རེ་བྱས་ནས་གསུངས་ཡོད་རེད་བྱས་ཙང་འདི་ཁྱེད་རང་ཚོ་ཀློག་པ་ཡིན་ན

དེའི་སྔོན་ས། ཡང་དེའི་སྔོན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ཤི་སྔོན་ལ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ངག་སེམས་ལོར་དཔོན་རྒྱལ་རིན་པོ་ཆེ་དང་གོང་ས་མཆོག་གོང་ས་མཆོག་མཇལ་འཕྲད་དང་པོ་བྱུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་མཇལ་འཕྲད་མ་བྱུང་བས་མཇལ་འཕྲད་དང་པོ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོ་ལ་དཔོན་རྒྱལ་རིན་པོ་ཆེ་དང་སྐྱབས་མགོན་རིན་པོ་ཆེ་བོད་ལ་མཇལ་འཕྲད་དང་པོ་དེ་བྱུང་བ་རེད། འདི་དཔོན་རྒྱལ་རིན་པོ་ཆེ་དང་སྐབས་དེ་དུས་སྒང་ལ་ཚོགས་འདུ་ལ་དཔོན་རྒྱལ་རིན་པོ་ཆེ་ཕེབས་ཡོད་རེད་བ། རྒྱ་ནག་གི་ཚོགས་འདུ་ལ་པཎ་ཆེན་རིན་པོ་ཆེ་ཕེབས་ཡོད་རོགས་ཀྱི་རྒྱུ་མཚན་དེ་ལ་བརྟེན་ནས་ལྔ་བཅུ་ང་བཞི་ལོ་ལ་སྐྱབས་མགོན་རིན་པོ་ཆེ་ཤི་ངན་ས་རྒྱ་ནག་གི་ས་ཆ་རྒྱ་ནག་གི་ས་ཆ་ཡིན་གྱི་རེད་ཤི་ངན་དུ་དཀའ་ས་དེ་པན་ཆེན་བྱས་ཡིན་ན་ཡང་ན་བོད་དུ་པན་ཆེན་རིན་པོ་ཆེ་དང་སྐྱབས་མགོན་རིན་པོ་མཇལ་འཕྲད་བྱུང་ཡོད་མ་རེད་བྱུང་ཡོད་རེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོ་ལ་མཇལ་འཕྲད་མཐའ་འཁོར་དུ་བྱུང་བ་རེད་ལབ་རེད། ད་འོ་ན་ད་ལོ་དང་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་ཕེབས་པའི་སྐབས་ལ་གསུམ་པ་དེ་སྐྱབས་མགོན་རིན་པོ་རྒྱ་ནག་ལ་ཕེབས་པའི་སྐབས་ལ་མའོ་ཚེ་ཏུང་གིས་སྐྱབས་མགོན་རིན་པོ་ཆེ་ལ་ཕེབས་བསུ་ག་འདྲ་ཞུས་ཡོད་རེད་ཟེར་ལ་འོ་དེ་སྐོར་དེ་རེད། ཕེབས་བསུ་ཞུས་པ་དང་ཆབས་ཅིག་ཏུ་མི་མང་གིས་ཀྱང་ཕེབས་བསུ་ཞུས་ཡོད་རེད་ཡོད་མ་རེད་ཟེར་ལ་བོད་ནས་འདས་ཡོད་རེད་ད། གསུམ་པ་ད། གོང་ས་མཆོག་སྐུ་མཁར་དང་བཅས་པས། རྒྱ་ནག་པེ་ཅིང་དུ་ཕེབས་སྐབས། རྒྱ་ནག་པེ་ཅིང་དུ་ཕེབས་སྐབས་མའོ་ཡིས་ཕེབས་བསུ་གཟབ་རྒྱས་ཞུས་སོང། མའོ་ཙེ་ཏུང་གིས་དཔེ་མི་སྲིད་ཀྱི་ཕེབས་རྒྱ་རྒྱལ་ཁབ་གཅིག་གི་དཔོན་པོ་ནང་བཞིན་དཔོན་པོ་རེད་རེད་བ། རྒྱལ་ཁབ་གཅིག་རྒྱལ་ཁབ་གཅིག་གི་དཔོན་པོ་ལ་ཕེབས་བསུ་ཞུ་བ་དང་སྤྱི་བོ་གཅིག་རྒྱང་སྐྱབས་མགོན་རིན་པོ་ཆེ་གིས་ཡ་ག་ས་འདི་གོ་སོང་ལ་གོང་ས་མཆོག་ལ་དཔེ་མི་སྲིད་ཀྱི་ཕེབས་བསུ་རྒྱ་ཆེན་པོ་ཞུ་གི་ཡོད་རེད་ལབ་རེད། འོ་ན་ད་མའོ་ཙེ་ཏུང་གིས་ཕེབས་བསུ་ཞུས་པ་དང་ཆབས་ཅིག་ཏུ་འོ་ན་མི་མང། དེ་མ་ཏེ་མི་མང་རྫིང་གི་རྒྱ་ནག་ལ་མི་མང་མང་པོ་ཡོད་ར་བ། མི་མ་དག་ལ་མི་མང་ཟེར་བའི་ཁོ་རང་ཚོ་གིས་ད་རྒྱ་ནག་དམར་ཤོག་གི་ཚོགས་མི་མང་པོ་ཡོད་བར་རྒྱ་ནག་དམར་ཤོག་གི་ཚོགས་མི་གཞན་པ་ཚོས་ཀྱིས་སྐྱབས་མགོན་རིན་པོ་ཆེ་ལ་ཕེབས་བསུ་ག་འདི་ཞུས་ཟེར་ལབ་པ་ཡོད་ན། དེ་ནི་དོ། དེ་མིན། མི་མང་རྫིང་ནས་ཀྱང་བཅོས་མའི་ཕེབས་བསུ་མང་དག་ཞུ། བཅོས་མའི་ཟེར་ན་སེམས་ནང་ལ། སེམས་ནང་ལ་དགའ་བོ་སེམས་ནང་ལ་ཁ་ཡིན་སྙན་པའི་དགའ་བོ་ཡོད་མ་རེད། ཡིན་ན་རྒན་མོ་རྒན་ལ་སོགས་ལག་པ་ལག་པ་བརྡབ་སྟངས་ཅི་བགོས་ཅིས་ཀྱང་རྣམ་འགྱུར་བསྟན་སྟངས་ཅི་བགོས་ཅིས་ཀྱང་འོ་དེ་བཅོས་མ་སེམས་ནང་ལ་དགའ་བོ་འབོད་པ་ཡིན་ན་ཉག་ནག་གི་སྒྲིག་སྒྲིག་འགྲིམ་བཟོ་ཞིག་རེད་བ། སྐྱབས་མགོན་རིན་པོ་ཆེ་ཏཱ་ལའི་བླ་མ་ཕེབས་ཀྱི་རེད། སྐྱེ་དངོས་རེ་ཕེབས་པའི་སྐབས་ལ་ཁྱེད་ཏཱ་ལ་བླ་མ་ཕེབས་པའི་སྐབས་ལ་ཁྱེད་རང་ཚོ་ཕེབས་བསུ་ཞུ་བའི་སྐབས་ལ་དགའ་བའི་རྣམ་འགྱུར་བསྟན་དགོས་རེད། ལག་པ་བརྡབ་དགོས་རེད་དགའ་བའི་རྣམ་འགྱུར་བསྟན་དགོས་རེད་ཟེར་བ་དེ་འདྲའི་བཟོ་ཡོད་རེད་བ་ཡིན་ན་ཁོང་ཚོའི་སེམས་ནང་ལ་སྐྱབས་མགོན་རིན་པོ་ཆེ་ལ་ད་ག་ཙམ་གྱི་དགའ་བོ་མེད་པ་ཡིན་པ་ཡིན་ན་ཡང། ཡིན་ན་ཡང་བཅོས་མའི་ཟེར་མདོག་བཅོས་མའི་སྐད་ཆའི་སེམས་ནང་ལ་དགའ་བོ་མེད་པ་ཡིན་ན་དགའ་བོ་ཡོད་མདོག་མདོག་བཅོས་མ་ཟེར་བ་དང་བཅོས་མའི་སྐད་ཕེབས་བསུ་ཞུ་མཁན་མང་པོ་བྱུང་བ་རེད། སྐབས་དེ་དུས་ལ་སྐྱབས་མགོན་གསུངས་ཡོད་རེད།

སྐྱབས་མགོན་རོག་ཏུ་གསུངས་ཡོད་རེད་ག་ཚད་མི་གཅིག་གི་སྒང་ནས་བཀའ་བཏང་ནས་མཚམས་འཇོག་བྲིས་ཟེར་བ་ཁོང་ཚོ་མཚམས་འཇོག་བྱས་ཆོག་ཆོག་རེད་ཟེར་བ་རེད་ག་ཚད་སྐྱབས་མགོན་རིན་པོ་ཆེ་ཁ་ཞེ་གཉིས་མེད་ཀྱི་བར་རང་དབང་གི་ཐོག་ནས་ཕེབས་བསུ་ཞུ་གི་ཡོད་པ་ན་རང་དབང་གི་ཐོག་ནས་དགའ་བསུ་ཞུ་གི་ཡོད་པ་ཡིན་ན་རང་དབང་གི་ཐོག་ནས་ཕེབས་བསུ་ཞུ་གི་ཡོད་པ་ཡིན་ན་མི་གཞན་པ་གི་དེ་འདྲའི་བཀའ་རྒྱུད་དགའ་ས་དགའ་ས་འདི་བཀའ་ཡང་བཏང་བཀའ་བཏང་ཡང་མི་སྲིད་པ་རེད་བཏང་པ་ཡིན་ན་ཡང་ཉན་གི་མ་རེད་བ་བྱས་ཙང་འོ་དེ་སྐྱབས་མགོན་རིན་པོ་ཆེ་གིས་འོ་དེ་གསུངས་ཡོད་རེད་མི་མང་འཇིང་དེ་གིས་ཕེབས་བསུ་ཞུ་ཐབས་འོ་དེ་ཞུ་ཡོད་རེད་ཟེར་བ་རེད། ད་ཀྱང་རིན་པོ་ཆེ་རྒྱ་ནག་ལ་ཕེབས་ཚར་བ་རེད་བ། རྒྱ་ནག་ལ་ཕེབས་ནས་སྐྱབས་མགོན་རིན་པོ་ཆེ་ལ་གངས་ཅན་མའོ་ཙེ་ཏུང་གི་ཕེབས་བསུ་དཔེ་མི་སྲིད་གཟབ་རྒྱས་ཞུ། མི་མང་དེ་ཚོས་ཀྱང་ཕེབས་བསུ་ཞུས་བ་རེད་བ། ད་དེ་ཞུགས་དེ་ལ་ད་ཀྱང་མགོན་རིན་པོ་ཆེ་རྒྱ་ནག་ཕེབས་པ་དང་མའོ་དང་མཇལ་འཕྲད་སྲིད་དོ། མའོ་ཙེ་ཏུང་དང་མཇལ་འཕྲད། ད་མའོ་ཙེ་ཏུང་དང་མཇལ་འཕྲད་སྐབས་ལ་ག་རེ་གང་བྱུང་དུ་ཨ། མའོ་དང་མཇལ་འཕྲད་སྐབས་ལ་ག་རེ་གང་བྱུང་ཞིག་གཟིགས་ཨ། མའོ་དང་མཇལ་འཕྲད་སྒང་གི་བརྗོད་གཞི་དེ་མའོ་དང་མཇལ་འཕྲད། རྒྱ་ནག་ཏུ་ཕེབས་ནས་ཉིན་གཉིས་ཕྱིན། མའོ་ཙེ་ཏུང་དང་ཐོག་མར་མཇལ་འཕྲད་སྐབས། ྋགོང་ས་མཆོག་ལ་ཕྱི་རྒྱལ་དཔོན་རིགས་དང་མཚུངས་པར་དགའ་བསུའི་ཕེབས་བསུ་ཞུས་ཟིན་འདུག་དེ་དག་ཏག་ཏག་ཏུ་དེ་དགོས་སུ ྋམའོ་ཙེ་ཏུང་གི་ཕེབས་བསུ་རྒྱ་ཆེན་པོ་སྒང་ལ་ཐོན་ཡོད་པ་ཡང་བསྐྱར་འདེད་འདུག་རྒྱ་ནག་ཏུ་ཕེབས་ཏེ་ཉིན་མ་གཉིས་ཕྱིན་ལ ྋམའོ་ཙེ་ཏུང་དང ྋམའོ་ཙེ་ཏུང་དང་མཇལ་འཕྲད ྋམའོ་ཕེབས་མཇལ་འཕྲད་སྐབས་ལ ྋགོང་ས་མཆོག་ལ་ཕྱི་རྒྱལ་དཔོན་རིགས་ཕྱིའི་རྒྱལ་ཁབ་དཔོན་རིགས་ཆེན་པོ་ལ་ཕེབས་བསུ་ཞུས་པ་ནང་བཞིན ྋསྐྱབས་མགོན ྋམའོ་ཙེ་ཏུང་གིས ྋསྐྱབས་མགོན་རིན་པོ་ཆེ་ལ་ཕྱིའི་རྒྱལ་ཁབ་ཅིག་གི་དཔོན་རིགས་ལ་མའོ་ཙེ་ཏུང་གིས་ཕེབས་བསུ་ཞུས་པ་ནང་བཞིན་སྐྱབས་མགོན་རིན་པོ་ཆེ་ལ་ཕེབས་བསུ་ཞུས་ཡོད་རེད། ད་ང་ཚོ་འདི་ཐ་སྙད་དེ་ངེས་པ་དང་ཤེས་དགོས་པར་ད་ཕེབས་བསུ་དང་ཕེབས་སྐྱེལ་ཟེར་ཏེ། ཕེབས་བསུ་བྱེད་པའི་སྐབས་ལ་སྐྱབས་མགོན་རིན་པོ་ཆེ། སྐྱབས་མགོན་རིན་པོ་ཆེ་ཚུར་ཕེབས་པ་འདུག་སྒང་ལ་ང་ཚོ་དགའ་བསུ་ཞུས་ལྟར་ཕེབས་བསུ་ལབ་རེད། སྐྱབས་མགོན་རིན་པོ་ཆེ་རྡ་རམ་ས་ལ་ནས་ཕྱི་རྒྱལ་ལ་ཕེབས་འགྲོ་བའི་སྐབས་ལ་ད་ཡང་ང་ཚོ་ཡང་རུ་སྒྲིག་ནས་དགའ་བསུ་ཞུ་ཡོད་བ་འོ་དེ་ལ་ཕེབས་སྐྱེལ་ལབ་རེད་ཕེབས་སྐྱེལ། ཕེབས་སྐྱེལ་དང་ཕེབས་བསུ་ངེས་བར་དུ་དགོས་ཟེར་ཁ་ཞེ་འགོ་ཚུགས་མི་འདུག་ཕེབས་བསུ་བྱེད་པའི་སྐབས་ལ་ཕུ་ཚུགས་ལ་ཕེབས་ཡོང་པའི་སྐབས་ལ་དགའ་བསུ་བྱེད་དོན་ལ་ཕེབས་བསུ་ལབ་རེད་འོ་ན་ཕར་ལ་ཕེབས་འགྲོ་པའི་སྐབས་ལ་ད་ང་ཚོས་ཁ་ལག་ལ་ཁ་བཏགས་ཀྱིན་ལག་ལ་ཁ་བཏགས་དང་མེ་ཏོག་ལ་སོགས་པ་གིས་ཁྱེར་ནས་སྐྱབས་མགོན་རིན་པོ་ཆེའི་ཞལ་མཇལ་བྱེད་དུ་རུག་དུས་འདས་དེ་ལ་ཕེབས་སྐྱེལ་ལབ་རེད་འོ་དེ་ཇི་ཙམ་མང་བོ་དང་རྒྱ་ནག་གཉིས་ངེད་གཉིས་པོས་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ཕེབས་པ་དང་ཉི་མ་གཉིས་ཕྱེད་ལ་མའོ་ཙེ་ཏུང་དང་མཇལ་འཕྲད་སྐབས་ལ་ཨོ་གོང་དུ་ཞུས་པ་ནང་བཞིན་མཛའ་འབྲེལ་དཔེ་མི་སྲིད་ཀྱི་རྒྱལ་ཁབ་ཕྱི་རྒྱལ་གྱི་དཔོན་རིགས་དང་དཔོན་རིགས་གཅིག་དང་མཚུངས་པ་རེད་བ། ཕྱི་རྒྱལ་གྱི་དཔོན་དཔོན་ཨ་མི་རི་ཀ་གི་ཨ་མི་རི་ཀ་པའི་དཔོན་པོ་ཆེ་ཤོས་དེ་རྒྱ་ནག་ཕེབས་པ་ཡིན་ན་ཕེབས་བསུ་གང་འདྲ་ཞུ་གི་ཡོད་འོ་དེ་ནང་བཞིན་ཇི་མ་ཇི་བཞིན་སྐྱབས་མགོན་རིན་པོ་ཆེ་ལ་ཡང་མའོ་ཙེ་ཏུང་གི་མཇལ་འཕྲད་མཇལ་འཕྲད་སྐབས་ལ་ཕེབས་བསུ་རྒྱ་ཆེན་པོ་ཞུ་ཡོད་རེད་ལབ་རེད་སྐབས་དེ་དུང་ད་ཉི་མ་ཉི་མ་གཉིས་བཅས་ལ་མཇལ་འཕྲད་དང་པོ་སྐབས་ཉི་མ་སྐྱབས་མགོན་རིན་པོ་རྒྱ་ནག་ལ་ཕེབས་པའི་ཉི་མ་གཉིས་བཅས་མའོ་ཙེ་ཏུང་དང་མཇལ་འཕྲད་དང་པོ་སྐོར་ལ་མའོ་ཙེ་ཏུང་ག་ར་མའོ་མའོའི་བརྗོད་དོན་མའོའི་བརྗོད་དོན་མའོ་ག་ལ་ལབ་ཡོད་དེ།

ཕྱི་རྒྱལ་ལ་ཕྱིན་ནས་ལོ་མང་པོ་ཕྱིན་སོང་ན་ཡང་བསྐྱར་རྒྱ་གར་ལ་སླེབས་སོང་ན་ནང་ལ་སླེབས་པ་རེད་འོ་དེ་ནང་བཞིན་ནང་ལ་ལོག་པ་ཟེར་གྱི་རོགས་འོ་དེ་ནང་བཞིན་ཁོའི་ཁམས་པ་ཤེས་ནས་བོད་དེ་སྔོན་མ་ནས་རྒྱ་གར་རྒྱ་ནག་གི་ཁུངས་གཏོགས་ཡིན་པ་གཞི་བཞག་ནས་མེ་ག་སར་བོད་མེས་རྒྱལ་ནང་ཕྱིར་ལོག་བྱས་པ་དང་སར་བོད་མེས་རྒྱལ་ནང་ཕྱིར་ལོག་བྱས་པ་བོད་མི་སེར་དགའ་བོ་བྱུང་ལབ་རེད་བོད་དེ་རང་གི་རྒྱལ་ཁབ་ནང་ལ་བོད་དེ་སྔོན་མ་རྒྱ་ནག་གི་ཁུངས་གཏོགས་རེད་བར་སྐབས་ཅིག་ལ་ལོ་ཁ་ཆག་ཡང་བསྐྱར་བོད་དེ་རྒྱ་ནག་ཁུངས་གཏོགས་འདྲ་བོ་བསྡད་པ་ཡིན་ན་ཅི་ཕྱི་གི་ལོག་གནང་ཞིག་དེ་མ་རེད་བ་ང་ཚོའི་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་གཙང་མ་རེད་སྐྱབས་མགོན་རིན་པོ་ཆེ་ལ་རྒྱ་ནག་གི་ག་དུས་ན་ཡར་ཞུ་གི་ཡོད་ར་རྒྱ་ནག་བོད་དེ་རང་བཙན་གཙང་མ་མེད་པ་ཁས་ལེན་བྱས་བ་ལ་སོགས་པ་དོན་ཚན་མང་པོ་གསུངས་ཡོད་ཟེར་སྐྱབས་མགོན་རིན་པོ་ཆེ་གིས་རྒྱ་གར་ཁ་ས་བོད་རྒྱལ་རབས་ལོ་རྒྱུས་ལ་ངེད་ཀྱི་འཁྱོག་བཤད་ཆེ་ཐུང་འགྱུར་བ་བཏང་ཆོག་མ་ཟད་རང་བཙན་གཙང་མ་ཡིན་པ་དེ་ངེད་མ་རང་བཙན་གཙང་མ་ཡིན་ན་ཡང་ད་ཆ་ང་ཚོ་རང་བཙན་དེ་ཕར་བཞག་ནས་རང་བཙན་གཙང་མ་དགོས་ཟེར་གི་མེད། གཉིས་སྨན་དབུ་མའི་ལམ་ཟེར་ཏེ་རྒྱ་ནག་ལ་ཕན་ཐོགས་ཡོད་རེད་གཉིས་སྨན་གཉིས་ཆ་ལ་ཕན་ཐོགས་གཉིས་སྨན་དབུ་མའི་ལམ་གྱི་ཐོག་འགྲོ་བ་ཡིན་ན་རྒྱ་ནག་ལ་ཡང་ཕན་ཐོགས་ཆེད་བོད་ལ་ཡང་ངོ་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡ་དང་ད་ལྟ་མི་མང་སྡུག་བསྔལ་གྱི་མནར་བཞིན་པ་ལ་མགྱོགས་མགྱོགས་དང་མྱུར་དུ་སྐྱོབ་ཡ་གི་ཕན་ཐོགས་ཡོད་རེད་བ་བྱས་ཙང་ཁུལ་གྱི་བྱས་ཙང་དེ་ནི་མེད་བོད་མེ་རྒྱལ་ངེས་པར་དུ་ལབ་ཡོད་ད་དེ་བོད་མེ་རྒྱལ་ནང་ཕྱིར་ལོག་བྱེད་པ་དང་བོད་རྒྱལ་བོད་དེ་མེ་རྒྱལ་ནང་རྒྱ་ནག་རྒྱལ་ཁབ་ནང་ལོག་པ་དང་གོང་ས་མཆོག་གིས་གོང་ས་མཆོག་རྒྱ་ནག་གི་ཚོགས་འདུར་ཕེབས་པ་དགའ་བོ་བྱུང་བརྗོད་རོགས།

ངའོ་ཐང་ས་གོང་ས་མཆོག་སྐད་སྒྱུར་བོད་ཕུན་ཚོགས་དབང་རྒྱལ་མ་གཏོགས་མེད་ཟེར་བར་ད་སྐབས་མཇལ་འཕྲད་གཉིས་པོའི་སྐབས་ལ་དེ་མཇལ་འཕྲད་དང་པོ་ག་ལ་མི་མང་པོ་ཡོད་པའི་བཟོ་འདྲ་འདུག་མཇལ་འཕྲད་གཉིས་པོའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་དང་གཅིག་སྐྱབས་མགོན་རིན་པོ་ཆེ་དང་མའོ་ཚེ་ཏུང་བཅས་དེའི་སྐད་སྒྱུར་ལ་འབའ་བ་ཕུན་ཚོགས་དབང་རྒྱལ་ཟེར་ཏེ་ང་ཚོ་སྤྱི་བཏང་ཁོ་རང་ཁོ་རང་འདི་ནང་པ་ཆོས་ལ་དད་པའི་བསམ་ཡིན་ནའི་བོད་ཀྱི་བོད་པ་ཡིན་པའི་གི་ཞེན་ཁོག་ཞིའུ་ཆེ་བ་ར་སྐྱབས་མགོན་རིན་པོ་ཆེ་དཔེ་མི་སྲིད་གི་བསྟོད་བསྔགས་ཞིའུ་བཏང་གནང་གི་འདུག་འབའ་བ་ཕུན་ཚོགས་དབང་རྒྱལ་ཟེར་ཏེ་འོང་བྱེད་ས་སྐབས་དེ་དུས་སྒང་ལ།

སྐད་སྒྱུར་ཏེ་གསུང་སྒྱུར་དེ་འབའ་ཕུན་ཚོགས་དབང་རྒྱལ་བྱེད་སྐབས་དེ་དུས་སྒང་ལ། དེ་སྐབས་བོད་དང་བོད་མི་མ་འོངས་པའི་སྐོར་ལ་གླེང་མོལ་མང་པོ་བྱུང། སླད་མར་བོད་བོད་དང་བོད་མིའི་སྐོར་ལ་བོད་དང་བོད་མིའི་སྐོར་ལ་དཔེ་མི་སྲིད་མཁན་འབའ་སྐྱབས་མགོན་རིན་པོ་ཆེ་དང་མའོ་ཙེ་ཏུང་བར་ལ་དཔེ་མི་སྲིད་མཁན་བོད་དང་བོད་དང་མ་འོངས་པ་གི་འགྲོ་བ། འདི་དང་ལྷག་བསམ་འདི། དེ་སྐབས་བོད་དང་བོད་བོད་ཀྱི་མ་འོངས་པའི་སྐོར་ལ་ད་ལྟའི་བོད་དང་མ་འོངས་པའི་བོད་ཀྱི་སྐོར་ལ་དཔེ་མི་སྲིད་མཁན་སྐྱབས་མགོན་མའོ་ཙེ་ཏུང་མཉམ་དུ་ལ་དཔེ་མི་སྲིད་མཁན་དཀའ་ངལ་ལྷུག་པོ་ཞུ་བ་ཞིག་དཀའ་ངལ་གཟབ་རྒྱས་ཆེ་བོ་གནང་བ་རེད་ལབ་རེད། སྐབས་དེ་དུ་ཀོང་མའོ་ཙེ་ཏུང་གིས་གར་བཏོ་ང་དང་བོད་ལ་བཏོ་ང་དེ་རེད་བཏང་ཡོད་རེད་ད། མའོ་ཡི་བརྗོད་དོན། མའོ་ཡི་བརྗོད་དོན་སུ་མའོ་གར་ལབ་ཡོད་རེད། བོད་མི་རྣམས་སྙིང་རུས་སྙིང་རུས་ཅན། སྐྱ་སེར་སྙིང་རུས་ཅན། སྙིང་རུས་ཅན་ཡིན་པ་དང་བོད་མི་རྣམས་པད་མི་སེར་པོའི་སྙིང་རུས་ཅན་ཤ་སྟག་རེད་ཡིན་པ་དང། ལོ་ཉི་ཤུ་ཙམ་གྱི་རྗེས་ལ་བོད་ནུ་ཞོ་ཆེན་པོ།

ག་རེ་ཟ་སྐབས་དེ་དུས་ག་ལ་ང་ཚོ་བོད་དང་རྒྱ་ནག་གཉིས་པར་རག་ལས་མ་འོངས་པ་ཡག་པོ་ཡོང་ཡག་པོ་ཡོང་བསམ་པའི་གི་ནས་དགའ་ས་སྐད་ཆ་གསུངས་པ་དེ་ནས་སྐྱབས་མགོན་རིན་པོ་ཆེ་གངས་ཅན་ཆོས་ཐུགས་ར་ལག་པ་གི་ཐུགས་ནང་ལ་དཔེ་མི་སྲིད་གི་ཐུགས་ལ་མ་འབབ་པ་ཞིའུ་བྱུང་སྟེ་ཡིན་ནའི་སྐྱབས་མགོན་རིན་པོ་ཆེ་རྩ་བ་ཉིད་ནས་སེམས་ནང་ལ་ང་ཚོ་ཞེ་ས་མ་ཞུ་བ་ན་སེམས་ནང་ལ་དངངས་སྐྲག་དང་འཚམ་སྣང་ཞིའུ་སྐྱེས་བྱུང་སྟེ་ཡིན་ནའི་སྡོང་པོའི་རྣམ་འགྱུར་གང་ཡ་ཡ་བསྟན་པ་ཡིན་ཡིན་ནའི་མའོ་ཚེ་ཏུང་གིས་སྐྱབས་མགོན་རིན་པོ་ཆེ་སྡོང་པོའི་རྣམ་འགྱུར་བསྟན་དང་ག་འདྲི་མཐོང་ཡོད་མེད་ཤེས་མི་ཐུབ་ས་ལ་བ་རེད་བྱས་ཙང་མཐའ་མའི་མཇལ་འཕྲད་སྐབས་འདུག

ང་ཚོ་བོད་ལ་མི། འཛམ་གླིང་ནང་བག་ཆགས་མི་འབོར་ཉུང་ཤོས་གྲས་ཡིན་གྱི་ས་ཡ་དྲུག་རེད་བ། ཡིན་ན་སྒང་ལ་ང་ཚོ་ཡོད་བ་བོད་མི། བོད་མི་གི་མི་འབོར་ནང་ནས་བརྒྱ་ཆ་བཅུ་ཙམ། བརྒྱ་ཆ་བཅུ་ཙམ་ཁར་ས་ལ་བ་ཡིན་ན་བརྒྱ་ཆ་བཅུ་ཙམ་གཅིག། ག་ས་གྲ་བ་དང་བཙུན་མ་གྲ་བ་དང་ཨ་ནེ་རེད་ཟེར་ཡིན་ན་ཡོད་ཁུ་ཕག་གི་ནང་ལ་མི་འབོར་ལ་ས་དེ་སྐྱོན་འགྲོ་ཡོད་སྲིད་པ་རེད། གྲ་བ་དང་ཨ་ནེ་མང་པོ་ཆགས་སོང་ན་མི་འབོར་འཕེལ་རྒྱས་ལ་སྐྱོན་འགྲོ་གི་སྲིད་པ་རེད་དེ་ཡིན་ན་གཉིས་བ་དེ་རྒྱུ་མཚན་གས་ཡོད་མ་རྟགས། མི་རིགས་འཕེལ་རྒྱས་དང།

བསྟན་འགོ་རིན་པོ་ཆེ་ཕྱི་ལོ་ཆིག་སྟོང་དགུ་བརྒྱ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་རྒྱ་ནག་པེ་ཅིང་དུ་བསྟན་འགོ་རིན་པོ་ཆེ་ཕེབས་པར་ཚོགས་འདུ་ལ་ཕེབས་རོགས་གནང། ང་ཚོ་རྒྱ་ནག་གཞུང་གི་རྩ་ཁྲིམས་གཏན་འབེབས་བྱས་ཡིན་ཟེར་ཕེབས། འོ་དེ་སྐྱབས་རིན་པོ་ཞལ་བཞེས་གནང། སྐྱབས་རིན་པོ་ཞལ་བཞེས་གནང་ཡང་མི་ཕོད་བོད་སྐབས་ལྷེ་ས་ལ་ཡོད་པའི་མི་མང་ཚོགས་ཀྱིས་སྐྱབས་འགོ་རིན་པོ་ཆེ་མ་ཕེབས་རག་བྱུང་ན་བསམ་གྱི་ཡོད་དེ་ཡིན་ནས་སྐྱབས་འགོ་རིན་པོ་ཆེ་སྐབས་དེ་སྡུག་སྒང་ལ་རྒྱ་ནག་ལ་ཕན་ནས་སྐྱོན་མེད་པར་སྐྱོན་ཡོང་གི་བར་ཆད་ཡོང་གི་མེད་པ་མཁྱེན་གྱི་ཡོད་པ་ལས་ནས་སྐྱབས་མགོན་རིན་པོ་ཆེ་གིས་ལོ་གཅིག་གི་རྗེས་ལ་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་བོད་རྒྱ་ནག་ནས་བོད་ལ་ཕེབས་དགོས་ཞལ་བཞེས་གནང་བ་དང་ཆབས་གཅིག་ཏུ་བྱས་ཙང་བར་གི་ནང་ལ་སྐྱབས་མགོན་རིན་པོ་ཆེ་ལོ་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་ཕེབས་པ་དོན་ཚན་དེ་གཅིག་བྱིན་པར་གཉིས་བར་དུ་སྐྱབས་མགོན་རིན་པོ་ཆེ་ཤི་ངན་དུ་རྒྱ་ནག་གི་ཡུལ་ཤི་ངན་དུ་སྐྱབས་མགོན་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་སྐུ་གྲངས་བཅུ་བ་གཉིས་མཇལ་འཕྲད་བྱུང་བ་རེད་ལབ་རེད་འོན་ཏེ་དེ་མཇལ་འཕྲད་དང་པོ་རེད་བསམ་ན་མཇལ་འཕྲད་དང་པོ་མ་རེད་མཇལ་འཕྲད་དང་པོ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོ་ལ

མི་དམངས་བྱིངས་ཀྱིས་ཕེབས་བསུ་བཅོས་མའི་ཕེབས་བསུ་བཅོས་མའི་ཕེབས་བསུ་ཞག་སྡོད་ཁང་ལ་སེམས་ནང་ལ་མཐའ་གཅིག་ཏུ་སྐྱབས་མགོན་རིན་པོ་ཆེར་དད་པ་ཡོད་རུང་མེད་རུང་འོ་ད་གང་ཞིག་ལག་པ་འདག་པ་ཅི་འི་བྱེད་ཀྱིན་ནམ་རྒྱུན་སྟོན་ཟླ་སྤྱི་བོས་ཅི་འགའ་བྱས་ནས་ཕེབས་བསུ་ཞུས་པ་རེད་འོ་དེ་བཅོས་མ་ལ་གོ་རྒྱུ་མཚན་གར་སོང་ལབ་པ་ཡིན་ན་ངས་དང་གུས་ཡིན་པ་སྐྱབས་མགོན་རིན་པོ་གར་སོང་གི་སོང་ལབ་པ་ཡིན་ན་ག་སྲིད་མི་གཅིག་གིས་ཕེབས་བསུ་ཞེས་མཚམས་འཇོག་བྱས་སོང་ལབ་པ་ཡིན་ན་བརྒྱད་ཆ་བརྒྱ་ཐམ་པ་མཚམས་འཇོག་བྱས་འོ་དེ་ནང་བཞིན་བཅོས་མའི་བང་ཆུང་ཡོད་རེད་དེ་དེ་ཤུགས་དེ་ལ་ཁ་བྲལ་སོང་ལབ་པ་ཡིན་ན། སྐྱབས་འགྲོ་རིན་པོ་ཆེ་རྒྱ་ནག་ལ་ཕེབས་པའི་ཆེད་ལ་མཇལ་འཕྲད་དང་པོའི་སྐབས་ལ་སྐྱབས་འགྲོ་རིན་པོ་ཆེ་མའོ་ཙེ་ཏུང་དང་མཇལ་འཕྲད་དང་པོའི་སྐབས་ལ། མའོ་ཙེ་ཏུང་མཇལ་འཕྲད་སྐབས་ལ་མའོ་ཙེ་ཏུང་ཐོག་མར་མཇལ་འཕྲད་སྐབས་ལ་གོང་ས་མཆོག་ལ་དཔེ་མི་སྲིད་ཀྱི་ཕེབས་བསུ་རྒྱ་ཆེན་པོ་ཞུ་ཞུས་ཡོད་རེད་རྒྱ་ནག་ཕྱི་རྒྱལ་གཞན་ཕན་གྱི་དཔོན་རིགས་དང་གཅིག་པ་གཅིག་རྐྱང་ཕེབས་བསུ་ཞུས་ཡོད་རེད་ལབ་རེད། དེ་ནས་ཉིན་དེ་སྐྱབས་འགྲོ་རིན་པོ་ཆེ་ག་ས་འདི་ཉིན་དང་པོའི་ཕེབས་བསུའི་སྐབས་ལ་མའོ་ཙེ་ཏུང་ག་ས་ལ་ཡོད་ན་བོད་དེ་རྒྱ་ནག་གི་ནང་ལ་མེས་རྒྱལ་ནང་ལོག་པ་དེ་དགའ་བོ་བྱུང། དེ་དང་ཆབས་ཅིག་ཏུ་ཁྱེད་རང་གིས་རྒྱ་ནག་གི་ཚོགས་འདུ་ཆེན་པོ་ལ་ཕེབས་པ་ལ་དཔེ་མི་སྲིད་ཀྱི་དགའ་བོ་བྱུང་ལབ་པ་རེད། འོ་དེ་ཤུགས་དང་མཇལ་འཕྲད་གཉིས་པོའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་དང་གཅིག་བཅས་མའོ་ཙེ་ཏུང་མཉམ་དུ་ལ་སྐད་བསྒྱུར་ཞིག་མ་གཏོགས་ཡོད་པ་བོད་བ་ཚོ་བོད་ཕོངས་ཞིག་མ་གཏོགས་ཡོད་པ་སྐབས་དེ་དུས་སྒང་ལ་བོད་དང་མའོ་བོ་བོད་དང་བོད་ཀྱི་མའོ་བོ་སྐོར་ལ་དཔེ་མི་སྲིད་ཀྱི་གཏམ་གླེང་མང་པོ་མའོ་ཙེ་ཏུང་ཉིད་སྐད་ཆ་མང་པོ་མཇལ་དཀའ་མོ་མང་པོ་གནང་བ་རེད། དེ་ཤུགས་དེ་ལ་དང། མའོ་ཙེ་ཏུང་སྐྱབས་མགོན་རིན་པོ་ཉིད་གཉེན་པོ་མཇལ་འཕྲད་སྐབས་ལ་ཁར་སོན་ནས་མའོ་ཙེ་ཏུང་གིས་བོད་མི་ཚང་མ་སྙིང་སྟོབས་ཅན་རེད། ལོ་ཉི་ཤུ་གཅིག་ལ་བོད་དེ་བོད་མི་སུ་ཡར་རྒྱས་འགྲོ་གི་རེད། ད་ལྟ་ང་ཚོ་གིས་ཁྱེད་རང་ལ་རོགས་པ་བྱེད་ཀྱི་འདུག་ཨ་བོད་ཀླད་མང་པོ་ལོ་ཉི་ཤུ་ཕྱེད་ལ་བོད་ཀྱིས་རྒྱ་ནག་ལ་རོགས་པ་བྱས་ཀྱི་མཚམས་ལེགས་རེད་ལབ་པ་རེད་ལབ། དེ་ནས་དེ་ཞོར་མཐའ་མའི་མཇལ་འཕྲད་སྐབས་ལ་སྐྱབས་མགོན་རིན་པོ་ཆེ་ལ་རྒྱབ་ཁ་སང་མའོ་ཙེ་ཏུང་ཁར་སང་ཆོས་ཐུག་རེད་ལབ་དེར་སྐྱོན་གཉིས་ཡོད་རེད་ལབ་རེད། གཅིག་དེ་ཁར་སང་ལ་ཡོད་ན་མི་རིགས་འཕེལ་རྒྱས་འགྲོ་གི་མི་ཁ་མི་རིགས་འཕེལ་རྒྱས་འགྲོ་གི་མ་རེད་ལབ། ཁ་སང། མི་རིགས་འཕེལ་རྒྱས་སྨྲ་རུ་མི་རིགས་འཕེལ་རྒྱས་འགྲོ་གི་མ་རེད་ཟེར་གཉིས་པ་དང་ཡུལ་ལུང་ཡར་རྒྱས་ལ་བཀག་འགོག་བྱེད་ཀྱི་རེད་ཟེར་ཨོ་དེ་ལྟ་བུ་བྱས་ཙང་དེ་ལྟ་བུ་ཐུག་དེ་ཆོས་ཀྱི་ཐུག་དེ་ཁོ་ཆོས་ཐུག་ལ་བརྩི་བར་བྱོས་དེ་སོག་པོ་དང་བོད་གཉིས་ལ་དཔེ་མི་སྲིད་ཁྱབ་དེ་ཡོད་རེད་ཟེར་ཨོ་འདི་བར་དོ་ད་ལྟ་ངས་གི་ལབ་ཡག་གི་ག་ས་སློབ་ཚན་དེ་རིང་གི་ཕ་ག་ནང་ལ་ཁྱེད་རང་སུ་མདུན་ལ་བྲིས་ཤག་ཡིན་གི་པོན་པོན་ཆེན་ལབ་ཡག་སློབ་ཚན་དེ་བྱས་ད་ཁྱེད་རང་སུ་ལོག་པ་གབ་ལ་འདས་ལོག་གོར་ད་དང་པོ་ཁར་སང་སྒང་དེ་ལ་བསྡད་ཕེབས་ཨ་བརྒྱ་དང་དོན་བཅུ་དོན་གསུམ་ནང་ལ་བསྡད་འདུག་ཨ་བརྒྱ་དོན་གསུམ་གཟིགས་ཨ། ངོས་རྒྱ་ནག་ཏུ་འགྲོ་རྒྱུར་ལྷས་སྲིན་རྣམས་མི་མང་ན་འདོད་པ་མེད་ཅིང་མདོག་འདོད་པ་ཡོད་པ་གལ་ཏེ་རྒྱ་ནག་ཏུ་ཕྱིན་ན་ཕྱིར་ལོག་བྱེད་ཨེ་ཐུབ་སྙམ་པའི་འཇིགས་སྣང་ཡོད་པ་དེ་ཡིན་སྐད། སྐྱབས་མགོན་རིན་པོ་གར་སི་ལན་དེ་རྒྱ་ནག་ཏུ་ཕྱིན་ནས་ཕྱིར་ལོག་ཨེ་ཐུབ་སྙམ་པའི་འཇིགས་སྣང་ཡོད་པ་དང་མདོག་དེ་འཇིགས་སྣང་ཡོད་རེད། རྒྱ་ནག་བོད་ལྷས་ས་དེ་ཡོད་མི་མང་དེ་ཚོ་གིས། སྐྱབས་མགོན་རྒྱ་ནག་ལ་ཕེབས་ཡོད་ལ་སྐྱེ་མི་སྲིད་ཀྱི་འདོད་པ་བཅས་ཡོད་མར་ག་ས་ལ་ན་ཡང་སྐྱབས་ཀྱི་ག་ས་ཕྱིར་ལོག་ཅིག་བོད་ལ་ཕྱིར་ལོག་ཐུབ་ཐུབ་ཨེ་ཡོང་སྙམ་པའི་གི་དོགས་པ་ཡོད་རེད་ལབ་ང་ལ་ག་རང་ལ་ཚོའི་ག་ས་རྩོད་ཉེས་ཀྱི་དོགས་པ་འདི་ཏག་ཏག་འདི་འདི་རང་ལ་རྩོད་ཉེས་ཀྱི་དོགས་ག་ས་རྩོད་ཉེས་བྱེད་མདོག་གི་འཇིགས་སྣང་མ་བྱུང་ཞིག་འདོག་མཁྱེན་གི་ཡོད་རེད་བ་སྐྱབས་མགོན་རིན་པོ་བརྩོན་དུ་བླུག་ནས་བརྩོན་དུ་བླུག་ནས་རྒྱ་ནག་ལ་བཀག་ཡག་གི་ཚུན་དུ་རྩོད་ཉེས་བྱེད་ཡག་གི་དེ་འདྲའི་འཇིགས་སྣང་སྐྱབས་མགོན་རིན་པོ་ཆེ་འདི་དོགས་པ་མེད་ལ་རེད། འགྲོ་དགོས་པ་རང་གི་འགན་དུ་མཐོང་ནས་རྒྱ་འགྲོ་རྒྱ་ནག་ལ་ཕེབས་དགོས་རྒྱ་འོར་བའི་ཁོ་རང་གི་དབུ་ཁྲིད་ཡིན་པ་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཡིན་པ་འགན་དུ་མཐོང་ནས་སེམས་ཐག་བཅད་དེ་ད་ཐག་བཅད་མཐར། ནུས་སློང་དུ་ཆོས་ཕྱོགས་ཀྱི་མཛད་སྒོ་འབོར་ཆེན་པོ་འཛོམས་པའི་མི་འབོར་ཆེན་པོ་འཛོམས་པའི་སྐབས་ཤིག་ཏུ་ཕྲན་ནས་ལོ་གཅིག་གི་ནང་ཕྱིར་ལོག་བྱ་རྒྱུའི་ཁས་ལེན་བྱས་པའི་མདོ་དེ། ནུས་སློང་དུ་ཆོས་ཕྱོགས་ཀྱི་མཛད་སྒོ་མི་འབོར་ཆེན་པོ་འཛོམས་པའི་སྐབས་ཤིག་ལ་ཕྲན་ནས་ལོ་གཅིག་ནང་ཕྱིར་ལོག་བྱ་རྒྱུའི་ཁས་ལེན་བྱས་པ་ཡིན། ཁས་ལེན་བྱས་པ་ལྟར་དེར་ད་ལྟའི་དེ་ཡོད་དང་སྐབས་དེར་པེ་ཅིང་དུ། རྒྱ་ནག་གི་རྩ་ཁྲིམས་གཏན་འབེབས་བྱེད་རྒྱུ་ཚོགས་འདུ་ཆེན་པོ་ཞིག་འཚོགས་རྒྱུ་གྲ་སྒྲིག་བྱེད་བཞིན་པ་དེའི་ནང། དེའི་ནང་ས་བོད་ལ་འཐུས་མི་བཅུ་ཡི་སྡོད་ས་སྤྲོད་པ་དང། དེ་སྐབས་རྒྱ་མི་རིགས་འཐུས་མི་དག་ཀྱང་འོ་དོད་ཐི་རེ་བྱེད་ས་སྐྱབས་མགོན་རིན་པོ་ཆེ་ལ་བོད་མི་བཅུ་མཉམ་དུ་ལ་ཕར་ཕེབས་དགོས་ས་བོད་ཀྱི་མདོ་འཐུས་མི་རྣམས་བསྐོ་གཞག་བྱེད་དགོས་པ་དང་རྒྱ་ནག་ཏུ་རྒྱ་ནག་གི་བསམ་འཆར། རྒྱ་ནག་གི་བསམ་འཆར་བཏོན་པ་བཏོན་ཟེར་ལ་འཐུས་མི་རྣམས་ཀྱི་མགོ་ཁྲིད་ཁྲེན་ཏུའུ་དེ་འཐུས་མི་བཅུ་དགོས་པ་རེད་དེ་མགོ་ཁྲིད་ཁྱེད་རང་བྱེད་དགོས་རེད། མི་མང་པོ་བསམ་འཆར་ཚོགས་འདུའི་འཐུས་མི། འཐུས་མི་བྱེད་དགོས། མི་མང་པོའི་བསམ་པར་ས་ཚོགས་འདུའི་འཐུས་མི། འཐུས་མི་བྱེད་དགོས་ཏཱ་ལའི་བླ་མའི་གོ་གནས་དང་མི་མཐུན་པ་བསམ་གྱི་ཡོད་འདུག་ཡིན་ན་ཀྱང་མི་རུང་པ་དེ་འདྲའི་ཚོགས་འདུ་ཆུང་ཆུང་གཅིག་ལ་དབུ་ཁྲིད་བྱེད་ཕོད་ཡ་དེ་ལན་པོ་མི་འདུག་ལབ་ཡོད་རེད་འདས་ཟིན་འདུག་ཀྱང། ཁོ་བོའི་བསམ་པར་ཟད་དེ་ལྟར་མ་བྱས་ན་ཁེ་ཕན་བྱུང་རྒྱུ་གང་ཡང་མ་ཟད་ད་ལྟའི་ལམ་ཕར་སྐྱབས་མགོན་རེད་རྒྱ་ནག་ལ་མ་ཕེབས་པ་ཡིན་ན་འཐུས་མི་བཅུ་མཉམ་དུ་དེའི་མགོ་ཁྲིད་བྱས་ནས་མ་ཕེབས་པ་ཡིན་ན་བོད་ལ་ཁེབས་སང་རག་ཡོད་ན་ཁེབས་མི་འདུག་གང་རེད་དེ་ལྟར་ཨང་ཁ་སང་དེ་མ་ཟད་ད་ལྟ་ང་ཚོར་ཡོད་ལུགས་ཡོད་ལུགས་ནང་གི་རང་དབང་དེ་ཡང་བརླག་ཉེན་བྱུང་བཞིན་ས་དེ་ལ་མོས་མཐུན་བྱས་ནས་རྒྱ་མིས་ཁས་ལེན་བྱས་པ་རྣམས་ལག་ལེན་བྱེད་བྱ་རྒྱུར་ཕན་ཐོག་ཡོང་སྲིད་པ་ཡིན་ད་འདི་བ་འདི་ཁ་སང་གོང་དུ་ཞུས་པ་དུ། འགྲོ་དོན་རྩོམ་ཆོས་བཅུ་བདུན་གྱི་ནང་ལ་དེའི་ནང་ལ་ཁ་ཤས་ཡག་པོ་དེ་འདུག་ཡོད་རེད་བ། འོན་དེ་ཚོ་ཡང་ལག་ལེན་བསྟར་ཡོང་བསམ་ནས་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་ཕེབས་དགོས་རྒྱུ་མཚན་དེ་དག་ད་ཡར་འདུག་སྒང་དུ་འདུག་རྒྱུ་མཚན་དེ་ལ་བརྟེན་ནས་བ། དེ་ཚོ་དེ་ལ་བརྟེན་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་ཕྲན་ནས་ལྷེ་སར་ཐོན་རྒྱུའི་སྐྱིད་ཆུ་ཁར་ལྷེ་སའི་སྐྱིད་ཆུ་ཁར་ལ་ཆོས་ཁྱེར་མཛད་དགོས་སར་ལྷེ་སའི་མི་ལྷེ་སའི་མི་མང་ཁོ་བོ་དགའ་རྒྱལ་དུ་ཕེབས་རྒྱལ་དུ། ཕེབས་ཀྱིན་འདུག་དགའ་སྐྱེལ་དུ་ཕྱིར་འཛོམས་སྐབས་མིག་ཟུང་འཛུམ་པའི་སྒང་ལ་ཁོང་ཚོས་སྐྱོ་བའི་རྣམ་འགྱུར་གསལ་པོར་སྟོན་པ་སྟོན་སྟབས་ཕྲན་གྱིས་ཕྱི་རྒྱལ་ཁ་ཕྲན་གྱིས་ཕྱི་རྒྱལ་དུ་ཕྱོགས་དོན་མཐོང་མེད་སྐབས་དགའ་སྐྱེལ་གྱི་གོ་སྐབས་མ་བྱུང་སྟེ་ཅི་དང་ཕྱི་རྒྱལ་འགྲོ་ཡ་ལ་ད་ས་ཆ་གསར་པ་ཞིག་འགྲོ་གི་ཡོད་རེད་བ་སྐྱབས་མ་ཐུག་ནང་ལ་སྤྲོ་པོ་ཡོང་ཡ་གི་གནས་ཚུལ་རེད་དེ་ཡིན་ན་སྐབས་དེ་དུས་གང་མི་མང་གི་རྣམ་འགྱུར་ལ་བལྟས་སྐྱབས་ཐུག་ནང་ལ་སྤྲོ་པོ་མ་བྱུང་ལབ་རེད་ད་དེ་ཤུགས་བསྟན་ཏེ་འདི་ནས་ཕྱི་ནས་བདུན་བཅུ་དོན་གསུམ་བྱས་རྒྱ་དང་བདུན་བཅུ་གོང་དང་གོང་དང་གོང་དང། བརྒྱ་དང་བདུན་ཅུ་དོན་གསུམ་དོན་གྱིས་དེ་ཚོ་ཚང་མ་སྐྱབས་མགོན་རིན་པོ་ཆེའི་ཕེབས་ལམ་ལ་ག་འདྲས་ག་འདྲས་ཕེབས་ཡོད་མེད། ངོ། དེའི་ཕེབས་ལམ་ག་འདྲས་ག་འདྲས་ཕེབས་ཡོད་མེད་འོ་དེ་ཚང་མ་འདིའི་ནང་ལ་རེ་རེ་བྱས་ནས་ཡོད་འདུག་འདས་ད་དང་ངའི་དེ་ཁྱོག་བསྡད་ཡོད་ད་དང། ཤོག་གྲངས་བརྒྱ་དང་བདུན་ཅུ་དོན་བཞི་གི་དུམ་མཚམས་དང་པོ་ཆེ་གཉིས་པ་གསུམ་པ་འདུག་སྟེ། ཕྱི་ངན་དུ་དཔལ་ཆེན་རིན་པོ་ཆེ་དང། དཔལ་ཆེན་རིན་པོ་ཆེ་དང་ང་ཚོ་ལྷན་དུ་བྱུང། དཔལ་ཆེན་རིན་པོ་ཆེ་ཁུ་བོ་ལ་སྐུ་ན་དེ་དེ་དང། སྤུན་ཆུང་རིན་པོ་ཆུང་ཁུ་བོ་ལས་སྐུ་ན་ཆུང་ཡང་སྐྱབས་མགོན་རིན་པོའི་དགུང་ལོ་ཆུང་བ་རེད་དེ་མི་ཚོ་ང་ལས་བྲེལ་བ་ཡོད་ཚུལ་གླེང་གི་འདུག་སྐྱབས་མགོན་རིན་པོ་ཆེ་དང་སྤེན་ཆེན་རིན་པོ་ཆེ་སྐྱབས་མགོན་རིན་པོ་ཆེ་དགུང་ལོ་ཆུང་བ་རེད་དེ་ཡིན་ནའི་མི་ཚོ་སྐྱབས་མགོན་རིན་པོ་ཆེ་དང་སྤེན་ཆེན་རིན་པོ་ཆེ་མཉམ་དུ་མཇལ་བའི་སྐབས་ལ། སྐྱབས་མགོན་རིན་པོ་ཆེ་ལས་སྤེན་ཆེན་རིན་པོ་ཆེ་དགུང་ལོ་མཐོ་བ་ཡིན་པ་དེ་འདྲས་ཞིག་མཇལ་གྱི་ཡོད་རེད་ལ་མཐོང་གི་ཡོད་རེད་ལ། སྐབས་དེར་ང་རང་ལོ་བཅུ་དགུ་དང། ཁོང་ལོ་བཅུ་དྲུག་རེད་ལོ་གསུམ་ཁྱད་པར་འདུག་ཨ་སྐྱབས་མགོན་རིན་པོ་ཆེ་ལས་ལོ་གསུམ་སྤེན་ཆེན་རིན་པོ་ཆེ་དགུང་ལོ་མཐོན་པ་རེད་འདུག་ཨ་འོང་འདི་ནི་ཆེན་བྱས་ཙང་འདི་ནང་ལ།

ཕྱི་ལོ་བཅུ་དང་དགུ་བཅུ་བཞི་བཞི་ཞབས་བརྒྱད་ནས་དེ་ནས་ལྔ་བཅུ་དང་དེ་ནས་འོག་དེ་ལ་བོད་ནས་བཙན་འཛུལ་བྱས་པའི་བྱེད་སྟངས་དང་དེ་ནས་དེ་བཞུགས་དེ་ལ་གྲུ་བདུན་ཐུགས་དོན་སྤྱི་དོན་བཤགས་པའི་བཤགས་སྟངས་དང་སྐྱབས་མགོན་རིན་པོ་ཆེ་བོད་ལ་ཕེབས་པའི་སྐབས་ལ་འཛའ་དྲག་ཆུ་ནོར་དྲོན་མོ་ལ་ཕེབས་པ་དྲོན་ལོ་ཕེབས་པའི་སྐབས་ལ་སྲིད་བློན་གཉིས་བསྐོ་བཞག་བྱས་པ་སྲིད་བློན་གཉིས་བསྐོ་བཞག་བྱས་ནས་གང་བྱས་ཆ་སྲིད་བློན་གཉིས་ལ་བཀའ་མངགས་ག་རེ་གནང་ཡོད་མེད་དེ་ནས་དེ་བཞུགས་ལ་རྒྱ་ནག་གི་དཔོན་པོ་བོད་ལ་ཕེབས་པའི་སྐབས་ལ་གུས་ག་རེ་ལབ་ཡོད་མེད། དེ་ནས་དེ་ག་ས་སྐབས་དེ་དུས་ག་ལ་རྒྱ་ནག་གི་བོད་ལ་དཔེ་མི་སྲིད་ཀྱི་དཀའ་ངལ་བཟོས་པའི་སྐབས་ལ་སྲིད་ལོ་ཀླུ་སྒང་པ་གི་ཞུམ་པ་མེད་པའི་ཐོག་ནས་ལན་ག་རེ་ག་རེ་བསྐྱོན་ཡོད་པ་ཐམས་ཅད་ངས་མདོར་བསྡུས་བཞིན་བསླབས་ཡོད་ད་དེ་རིང་ནང་ལ་ད་ལྟ་འདིའི་ནང་ལ་དེ་བསླབས་ཡོད་བྱས་ཙང་ད་དེ་རིང་གཟའ་ཟླ་བ་གཟའ་དཔག་བསམ་ལ་ང་ཚོ་ཡིག་རྩལ་དེ་ཕ་གི་བཙན་འཛུལ་ཡིག་རྩལ་བཏང་ཡིན་ད་བཙན་འཛུལ་ཟེར་དེ་བཙན་འཛུལ་ཟེར་དེ་རྒྱ་ཆེའི་ཡིག་རྩལ་བཏང་ཡིན་ད་ངེས་པར་དུ་ཡིག་རྩལ་ཁྱེད་ཚོ་ཡིག་རྩལ་ལ་འཛུལ་ཞུགས་བྱེད་རོགས་གནང། རྫུན་བཤད་པ་གང་ཞིག་ལ་ཡང་དཔེ་མ་ལྟ་རོགས་གནང་དཔེ་ལྟ་ན་ཡག་པོ་ཡོད་བ་མ་རེད་སླད་མ་འོངས་པ་ང་ཚོ་དཔེ་མ་ལྟ་བའི་ཡིག་རྩལ་བཏང་ཡིན་གོ་གོ་དཀའ་བ་རེད་སྐབས་དེ་དུས་གང་ལ་ཐེངས་ལྟ་ལྟ་བསྡད་ཀྱི་མ་རེད་བྱས་ཙང་ངེས་པར་དུ་ད་ལྟ་འདི་བཟའ་ཟླ་བ་ལ་ང་ཚོ་སློབ་ཁྲིད་འགྲོ་ཡ་དེ་རིང་ཉིན་འབར་བ་ཁྱེད་ཚོ་ད་བཟའ་དཔག་སངས་ལ་ཕ་གི་བཙན་འཛུལ་ཟེར་ཡ་དེ་གི་འོག་ཏུ་ཡིག་རྩལ་བཏང་གི་ཡིན་ཚེ་མ་ཡིག་རྩལ་བཏང་གི་ཡོད་སྙམ་པའི་ཀུན་སློང་དང་བཅས་པ་ཁྱེད་མ་ཏིས་ཏིས་ཀློག་རོགས་གནང་ཏིས་ཏིས་གཟིགས་རོགས་གནང་ངས་བསླབ་པ་ལ་གཟིགས་དེ་མཉམ་དུ་མཉམ་དུ་ལ་ཁྱེད་ཀློག་དེ་ཀློག་རོགས་གནང་ཞུ་ཡི་དེ་ཚང་མ་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་འདིའི་མཚམས་འཇོག་ཞུ་ཡི།